བཀའ་སློབ་སྣ་ཚོགས་ཀྱི་ཕེབས་ཡོད་རེད་དེ་ཚོ་ང་རང་ཚོ་ཁ་སང་ཞུས་པའི་ནང་ཁེལ་གྱིས་མ་བསམ་བློ་གྱིས་བཏང་ཐུབ་པ་ཡིན་པ་ཡིན་ན། དེ་ཚོ་རྒྱུ་མཚན་དུ་བྱས་དོན་ནི་གཅིག་ལ་གཅིག་གར་བཟོ་དགོས་རེད་ཕྱག་རྡུང་རུ་ཀུན་ནས་ལ་ལངས་ནས་ད་ཕྱོགས་གང་ཅི་ལ་སྐུར་པ་ཐོབ་ཀྱི་ཡོད་མ་རེད་ཟེར་ཡ་ད་དེ་ང་རང་ཚོ་གི་བེད་སྒྲ་ཇི་བཞིན་པ་ཁས་ལེན་དགོས་ཡ་དེ་རེད། དེ་སོང་ཡོང་དུས་བརྩམས་པ་དག་ཐུན་མོང་མ་ཡིན་པ་གི་བི་གི་གི། NAN། གར་སོང་བ་བསམ་གྱིས་མི་ཁྱབ་པའི་གི་རྣམ་ཐར་མང་པོ་ཀྱི་ཚུལ་བགྲངས་ནས། NA བི་གི་གི་ད་བར་གྱི་སྐབས་ཡོང་དུས་བརྩམས་པ། སྐབས་ཡག་ཅིག་གི་བི་ད་བཙོག་པ་འདྲ་བོ་ཅིག་ཡོད་བསྡད་པ་གསལ་པོ་ཆགས་བསྡད་ཡོད་རེད། དེའི་ཟོལ་དེ་ནས་ད་ལྟ་ནི་དེ་ང་རང་ཚོ་གི། ཕྱོགས་རིས་ཆགས་སྡང་གི་ཀུན་ན་ལྷུང་ནས་གཅིག་ལ་གཅིག་གིས་གཅིག་ལ་བལ། གཅིག་རྒྱུ་མཚན་དུ་བྱོན་ནས་གཅིག་ལ་ཁ་གཏོང་བ་དང་གཅིག་ཤོས་རྒྱུ་མཚན་ལ་གཅིག། རྒྱུ་མཚནའམ་ད་དེ་བག་གི་ཕྱོགས་དེ་ནས་གཅིག་ཤོས་ལ་བསྐོར་བ་བཏགས་པ་དེ་རུང་མ་རེད་ཟེར་ཡོང་དུས། ད་ཤུགས་ལ་ང་རང་ཚོ་བློ་གཟུ་བར་གནས་པའི་སྒོ་ནས་དཔྱད་པ་བྱེད་དགོས་ཡ་ཐུག་ཆགས་ཡོད་རེད། བྱས་ཙང་དེའི་དཔྱད་པ་བྱེད་སྦེད་ཀྱི་རྒྱུན་རིང་མི་ནོར་ན་ད་ཁ་སང་གངས་ལྷ་ཁང་ཚང་གཅིག་དུག་བྱེད་ནས་ཕྱིན་པ་རེད། དུག་ཅིག་བཤད་ཡོང་དུས་རྩམ་པ་རྣམ་པ་ཚོ་ང་རང་ཚོ་ད་ད་དུང་ཡང་དེའི་གི་ཐུག་ལ། གནས་ཚུལ་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་ན། གཟིམ་ཁང་གོང་འོག་གི་རྙོག་དྲ་ཟེར་ཡག་གི་བཟོ་དེ། ང་རང་ཚོ་གི་ངོ་ནས་བཤད་པ་ཡིན་ན་དཔལ་ལྡན་སྲིད་བཟོ་ནང་རབ་བརྟན་ལྟ་བུ་བུ་གཉིས་ཀྱི་མགོ་ལ་ཕག་གཡོག་བརྒྱབ་པའི་འགྲོ་བཟོ་འདྲ་བོ་ཅིག་ད་ད་ལྟ་བར་དུ་དུག་སེལ་བྱས་ནས་ཡོང་བསྡད་ཀྱི་ཡོད་རེད། དེ་ཚོ་དངོས་ཡོད་ཀྱི་ཁོང་ཁྱུ་གི་རེད་འདུག་དང་མི་འདུག་དེ་ང་རང་ཚོ་གི་བལྟ་དགོས་ཡ་གྱི་རེད། ང་རང་ཚོ་ད་ལྟ་གོང་མ་རྣམ་པ་ཚོ་གི་སྐབས་དང་འདྲ་གི་མ་རེད་ད་ལྟ་ང་རང་ཚོ་བསྟན་པ་འདི་ལ་ཁ་ཐུག་ཐུག་དེ་གི་ཡོད་རེད་བསྟན་པ་འདི་ལ་ཐུག་ཡོང་དུས་ཙམ་པ་ད་ང་རང་ཚོ་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་དཔྱད་པ་བྱེད་དགོས་ཡ་ཅིག་ད་སོ་སོས་ཤེས་དགོས་ཡ་ཅིག་ཤེས་ནས་གཞན་ལ་ཤེས་དགོས་ཡ་ཅིག་མཛད་ཐུག་ཆགས་ཡོད་རེད་ད་ཁས་ས་ཞུས་པ་ནང་བཞིན་གྱི་གཟིམ་ཁང་གོང་འོག་གི་པའི་རྙོག་དྲ་དེ་ཚོ་དེ་གོང་ས་བཅུ་གཅིག་པ་ཁོ་རང་རང་གི་ཐོག་མར་ག་རེ་གསུངས་འདུག་ངས་ཁ་སང་ད་ལྟ་དེ་གཤིན་རྗེའི་མེ་ལོང་ནང་ལ་ཚོ་བཀོད་ཡོད་རེད་ལ་ནས། ཁས་བསུ་ཞུས་པ་རེད་ཁྱེད་ཚ་བརྟན་ཡིན་དུས་རྩམ་པ་གཟིམ་ཁོང་འོག་མ་འགས་གཟིམ་ཁོང་གོང་གི་བར་ལ་བལྟ། འགལ་ཟླ་འདྲ་པོ་ཅིག་བྱུང་བྱས་ནས་ཨ་ནི་མཐའ་མ་དེ་ལ་བལྟ། གཟིམ་ཁོང་གོང་མི་དེ་ཤུལ་མེད་དུ་གཏོང་རྒྱུ་ཁེལ་བ་རེད། ཨ་ཟླ་བ་ན་ཁྱེད་ཀྱིས་གཟིམ་ཁོང་གོང་གི་སྤྲུལ་སྐུ་གྲྭ་པ་རྒྱ་མཚན་དར་རྫོང་རྒྱབ་ནས་བཀྲོངས་པའི་ལོ་རྒྱུས་བཤད་ཀྱི་ཡོད་རེད། གང་ལྟར། དེ་འདྲའི་སྐྱེས་པའི་འགལ་རྐྱེན་ཅིག་གི་ཐོག་ནས་མཇུག་སྡོམ་རྒྱག་དགོས་བྱུང་བ་རེད་ཟེར་ཡོང་དུས་རྩམ་པ་གོང་ས་བཅོས་བསྒྱུར་བར་གྱི་སྐབས་དེ་དུས་གནས་ཚུལ་དེ་ཚོ་དངོས་སུ་ཁས་བླངས་བྱས་པ་རེད། གཟིམ་ཁང་འོག་མ་ཡིན་པ། གཟིམ་ཁང་འོག་མས་གིས་བྱས་པ་རེད་ཟེར་ཡོང་དུས་གཟིམ་ཁང་འོག་མ་ཟེར་བ་དེ། གཟིམ་ཁང་འོག་མིན་གྱི་པའི་ལས་སྣེ་བྱེ་བྲག་པ་གཅིག་གི་དོན་དག་མ་རེད་དེ། གཟིམ་ཁང་འོག་མ་གསལ་ཡོང་དུས་སྐྱ་བོ་ཐད་ཀར་གསོལ་ལ་གོ་གི་རེད་སྐྱ་བོ་ལྔ་བ་ཁོ་རང་རང་ལ་གོ་ཆོད་རིགས་མང་དྲགས་པ་གིས་གཟིམ་ཁང་འོག་མིན་གྱི་བི་གི་གི་ལས་ཀ་བྱེད་ཉིན་པའི་དེ་བཞིན་སོང་ན་རབ་བརྟན་གཅིག་པོ་འདྲ་བོ་དེ་ལ་གོ་ཡ་མ་རེད། དེའི་ཡང་ཁ་སང་ཞུས་པ་ན་ཡི་དྭགས་ང་རང་ཚོ་གད་པོ་ཆེ་ལ་ནན་ཏན་གྱི་ཚུལ་དུ་རེད། ཡི་གེ་གི་བླ་མའི་སྐོར་སྐྲུང་སྐུ་གདུང་ཞིག། ད་ག་ནང་གི་བླ་བྲང་སྐྱིད་ཐབ་པའི་ལོ་རྒྱུས་ཀྱི་ཐོག་ལ་བྱུང་བསྡད་པའི་དེ་བླ་བྲང་ཐེ་སོ་སྡེ་པའི་རྩ་མེད་ཤུལ་ལྷག་ཏང་འགྲོ་དུས་རྩམ་པ་རྒྱལ་བ་ལྔ་བྷེ་ཐེ་སོ་པའི་མཆན་གྱིན་དུ་ཁོ་རང་གི་མིག་མཐོང་ལག་ཟིན་བྱུང་གྱིན་དུ་རྒྱལ་བ་ལྔ་བྷེ་གི་ཐེ་སོ་གི་ཐུགས་ལ་ཚིག་སྐྱེད་ཀྱི་ཐུགས་བཀའ་འགུག་གནང་བའི་གི་ལོ་རྒྱུས་མི་འདུག་བ། དེ་གྱོན་ཚད་ག་བ་ཐུག་རེད་གཅིག་ནས། གཉིས་ན་དེ་འདྲའི་གི་གཟིམ་ཁང་ག་རེ་བཟོ་དགོས་རེད། གོང་མ། རྩ་མེད་ཤུལ་ལག་ལ་གཏོང་ན་མ་འོངས་པ་ན་ཡང་གར་སོག་གི་དེ་གའི། བླ་མ་དེ་གའི་སྐུའི་སྤྱན་འདྲེན་བྱེད་པ་ལྟར་འབྲས་སྤུངས་ལ་བཞུགས་ཡ་མེད་པ་ཀྱི་བཟོ་ཡ་དེ། སྤྲུལ་བའི་སྐུ་གྲགས་པ་རྒྱལ་མཚན་དང་དེ་སྲིད་བསོད་ནམས་རབ་བརྟན་སྙིང་པོ་གལ་གི་འཁོན་འཛིན་མི་གལ་གི་འཁོན་འཛིན་བཅས་ཀྱི་སྐོར་ན་དེ་འདྲ་བྱེད་སྲིད་ཀྱི་རེད་པས། རྩ་བ་ཉིད་ན་མ་རེད་དེ། ཡིན་དུས་བརྩམས་པ་དེ་གའི། བླ་བྲང་ཁོ་རང་རྩ་མེད་ཤུལ་ལག་བཏང་སྟངས་དེ་ལ་ཅིག་ལྟོས་ཞུ་དེ་འདི། ཐད་ཀར་ཁོ་རང་རྒྱལ་བ་ལྔ་བ་ལ་འདྲེས་བསྡད་པ་དེ་གཡུལ་ཐབས་མེད་པ་དོགས་ཅིག་ཆགས་བསྡད་པ་རེད་ཞུ་ཡ་རེད། ད་ཡིན་ན་ཡང་ངས་ཁ་སང། འདི་གཤིན་རྗེའི་མེ་ལོང་གི་ནང་ལ། འདི་ཟོས་དགོས་ཐུག་ལ་སོ་སོས་ཀྱི་བེད། བློ་བཟོད་ཀྱི་ནས་གནས་པའི་དོ་ནས། རྣམ་རྒྱུག་རིག་པ་ཡོད་ཚད་མེད་ཚུལ་སྟོན་དེ་ནས་ད་དངོས་ཡོད་གནས་ཚུལ་དུ་སོ་དེ་ག་རེ་རེད་འདུག་ཞིབ་འཇུག་བྱས་ཏེ་ཞིབ་འཇུག་བྱས་པའི་དཔྱད་འབྲས་དེ་གི་མཐའ་སྡོམ་ལ་ག་རེ་བརྒྱབ་ཡོད་རེད་ཟེར་ན། སྤྲུལ་བའི་སྐུ་དྲ་བ་རྒྱ་མཚན་དངོས་སུ་སྤྲོ་མཁན་དེ་རྒྱལ་བ་ལྔ་པ་ཁོ་ན་རེད་བཞག་ཟེར་ནས་ངས་བརྒྱ་ཆ་བརྒྱད་ཐོངས་པ་གི་འདི་ནི་ཐག་བཅད་ནས་འདུག་ཅེས་ནས་ཞུས་ཡོད་རེད། འདི་གི་ཐུགས་ལ་ང་རང་ཚོ་ད་ལྟ་དམ་ཚིག་གཅིག་དཔལ་གྱི་རྡོ་རྗེ་སྤུན་གྲོགས་ཡིན་ན་འདྲ་ང་རང་ཚོ་གི་ར་བའི་གི་ཕྱི་ལོགས། གང་ལྟར་རྒྱལ་སྤྱིའི་བོད་རིགས་རིས་སུ་མ་མཆིས་པ་སུ་དང་སུ་ཡིན་པ་ཡིན་ན་ལས་འདི་གི་ཐུགས་ལ་འདི་ལས་གསལ་བ་འདི་ལས་པའི་ཁུངས་བཙན་པ་གཅིག་གི་ཁུངས་སྐྱེལ་ར་སྒྲོག་གི་ཐོག་ནས་ཁུངས་སྐར་སོགས་ཀྱི་ཁུངས་སྐྱེལ་གནང་ཡ་ཡོད་པ་ཡིན་ན། ངས་དངོས་གནས་དྲང་ནག་གི་སྤུན་མོ་ས་ལ་བཙུགས་འདུག་ན་པའི་དགོངས་དག་ཞུ་གི་རེད། ང་ལྐུགས་པ་ཨུ་ཚུགས་བྱས་འདུག་ནས་ཁར་བི་གེ་གི་པའི་དུང་ཁ་ར་བ་རྒྱབ་དེ་ཉིད་དེ་འདྲས་ཀྱི་མེད། ངས་འདི་ཀུན་སློང་གི་ཐོག་ནས་ཤེས་དགོས་ཡག་དེ་ག་རེ་རེད་རྒྱལ་བ་ལྔ་པ་ལ་ཁ་གཏོང་ཡག་བྱས་ཏེ་རྒྱལ་བ་ལྔ་པ་ནག་པོ་བཟོ་ཐབས་ཀྱི་རྩ་བ་ཉིད་ནས་མེད། ལོ་རྒྱུས་དེ་སོགས་དེ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ད་ལྟ་ང་རང་ཚོ་འདི་ཁ་དང་ཁ་སྤུ་ཡན་གྱི་ཆོས་དང་ཟང་ཟིང་གི་འབྲེལ་བ་གཅིག་འདོར་ནས་ང་རང་ཚོ་བུ་མི་རིགས་ཟེར་ཡག་དེ་འཇིག་རྟེན་འདི་གི་ཁམས་ལ་གཅིག་འཚོ་གནས། བདེ་སྐྱིད་ལྡན་པའི་འཚོ་གནས་ཀྱི་བྱེད་ཡ་མེད་པ་ཡིན་དུས་འདི་སོགས་གཅིག་སླར་གསོ་ཡང་ཡང་གི་ཕྱིས་སྡོད་དང། དེ་ཡང་ང་རང་ཚོ་ཆོས་ལུགས་ཀྱི་ངོས་ནས་བཤད་པ་ཡིན་ན་པ་ཉི་མའི་རི་བོ་དགེ་ལུགས་བོད་ཀྱི་བསྟན་པ་འདི་མེས་ཕུད་ཅིག་ལ་ས་བརྩིགས་པ་ཟེར་བ་མང་གི་ཅིག་འོ་ཡ། ཁ་བ་གངས་ཅན་བོད་ཀྱི་གྱོང་ལ་ད་དུང་ཡང་མུ་མཐུད་ནས་གནས་ཐུབ་ཡ་ཅིག་གི་ཆེད་ཡོད་དོ་ལ་ངས་དངོས་ཡོད་གནས་ཚུལ་དེ་ཚོ་ལ་ཞིབ་འཇུག་བྱས་དེ་ནས་དོགས་ཟིན་ནས་ཤེས་ཡོད་དེ་རེད་མ་གཏོགས་བར་གྱི་བྱ་བ་སྔ་བ་གཞན་པའི་གི་གར་ཟེར་བ་ང་རེ་འགས་ཀྱི་ངོས་ནས་དད་པའི་མེད་པ་འདྲ་བོ་ཅིག་དང་ནག་པོ་བཟོས་འདུག་པ་ཅིག་རྩ་བ་ཉན་གི་མེད། དཔེར་ན་རྒྱལ་བ་ལྔ་པ་ཟེར་ཡང་དེ་གི་མཛད་པ་འཕྲིན་ལས་དེ་དཔེ་དཀར་པོ་དུང་ནང་ཁྱེད་ཀྱི་ཡིན་པ་ཡིན་ན། ང་ལྟ་བུ་གཅིག་གི་དཔེ་བརྒྱ་ཕྲག་སྟོང་ཕྲག་ག་ཚད་ཅིག་ཡོད་ན་ལས་ནག་པོ་དུས་ནམ་ཡང་བཟོ་ཐུབ་གི་མ་རེད། དེ་འདྲས་ཀྱི་ངར་བ་བྱེད་གི་མ་རེད། ཡིན་དུས་རྩམ་པ་ཐང་ཐད་དེ། འདིས་ཀྱི་ཐུགས་ལ་དངོས་ཡོད་གནས་ཚུལ་གྱི་བུ་གེ་གེ། ངས་བཤད་པ་ད་ག་ནང་གྱི་རེད་མེད་པ་གཅིག་གི་ཁུངས་སྐྱེལ་ར་སྤྲོ། གནང་མཁན་ཕྱི་ནང་གང་ནས་ཀྱིས་བྱུང་པ་ཡིན་པ་དངོས་གནས་མཐའ་ན་གི་མི་ངན་འོ་སོ་དེ་སུ་ཡིན་པ་ཡིན་ལ་དེ་ལ་བཀའ་ཟུར་གྱི་དང་ལེན་ཞུ་རྒྱུ་ཡིན་ཞེས་ཞུ་ཡ་རེད་ཨ་དེ་ནས་ད་ང་རང་ཚོ་ཕྱོགས་གཅིག་ནས་བལྟས་པ་ཡིན་ན་ཨ་རྒྱ་བ་རྔ་བ་ཟེར་ཡ་དེ་ད་ག་ནས་དོན་གི་ཡོད་རེད་ཟེར་ན་ང་རང་ཚོ་གི་བོད་ཀྱི་ཨ་དམ་པ་གོང་མ་རྣམ་པ་ཚོ་གི་བོད་ཡིག་གི་གསན་ཡིག་གི་ནང་ནས། ད་བླ་རྒྱུད་ཀྱི་ནང་ནས་དེ། ལྕགས་ཀྱ་དང་ཆོས་ཀྱི་བི་གི་ད་བར་ནས་བླ་རྒྱུད་ཟེར་ཡག་ཀྱང་ངོ་ར་བ་དེ་ཟུར་ཀྱི་ནང་ནས་རྒྱལ་བ་ལྔ་པའི་མཚན་དེ་ཟུར་ག་ས་ག་ནས་དོར་མོ་ཡོད་རེད། ད། རྒྱལ་བ་ལྔ་པ་ག་སའི་གཟིམ་ཁང་གོང་མ་དེ་འདྲའི་ཅིག་གི་བྱེད་མཁན་གྱི་མི་ཅིག་ཡིན་པ་ཡིན་ནའང་ན་ང་རང་ཚོ་དེ། བླ་རྒྱུད་ནང་ནས་དོར་དགོས་ཡག་དེ་སོགས་དེ་ག་རེ་རེད་བསམ་ཡིན་ཀྱང་བི་གི་གི་ནི་ཅིག་སོ་སོ་ཀྱི་སེམས་ནང་ན། ཅིག། གར་སོ་གུ་རུ་མགལ་ད་དྲ་བོ་ཅིག་ཆགས་བྱས་ནས། ཅིག།

དུ་ཆགས་ཡོད་རེད། དེ་ཚང་གོང་ས་ལྔ་པས་གང་བྱས་པ་དེ་ཚོ་དེ་ཕལ་ཆེ་བ་དེ་འཇིག་རྟེན་པ་ལ་ཀྱང་ཅུང་འབྲེལ་ལྟ་བ་བྱེད་ད་དེ་ཡང་ཆབ་སྲིད་ཀྱི་པས་དགོས་མཁོ་བཅས་ལ་དམིགས་ནས་ལས་ཀ་ལྕང་ལྕང་བྱེད་ཀྱི་ཡོད་རེད། ཆོས་ཀྱི་ནང་པ་ཡིན་ན་ཕལ་ཕལ་ཆེ་བ་དུ་ཆགས་ཀྱི་ཡོད་རེད་དགེ་འདུན་པ་གིས་ལས་ཀ་ཅིག་བྱས་པས་ན་དེ་རེད་སྐད་ཆ་ཤི་ན་ད་ག་རེད། ཡིན་པའི་དཔེ་རྒྱུགས་དེ་ཚོ་དེ་ང་རང་ཚོ་ད་ལྟ་མིག་གིས་མཐོང་གིན་པ་གོང་ས་བཅུ་གཅིག་པ་ལ་པེ་ཞིག་སློང་རྒྱུ་དང་གཅིག་པ་གཅིག་རྐྱང་རེད། གོང་ས་བཅུ་གྱིས་པ་གི་དེ་ནས་ཁ་ཚོང་ང་རང་ཚོ་ལག་ལེན་འཁྲི་ཆེད་མཚམས་རེ་ལག་ལེན་འཁྲི་ཆེད་སྐྱོབ་ཀྱིས་དམ་པ་གནང་གི་ཡོད་ཟེར་བཤད་ཀྱི་ཡོད་མཚམས་རེ་དུས་འཁོར་དབང་ཆེན་གནང་གི་ཡོད་ཟེར་བཤད་ཀྱི་ཡོད་རེད་དུས་འཁོར་དབང་མཁན་དེ་ཚོ་དེ་ལྟར་ཀྱི་གྲངས་ཀ་ཅིག་བརྒྱབ་ནས་ཡར་གྱི་རྩིས་སྤྲོད་དུས་ཚང་མ་ང་རང་ཚོ་བེ་གི་ཆབ་སྲིད་པ་གི་པའི་ཚོགས་འདུ་ཚོགས་མཁན་ཚོགས་པའི་བཟོ་ར་དེ་ཚོ་སོགས་གྲགས་པ་གཅིག་ཆགས་ཡོད་རེད། ཚོགས་འདུ་ཚོགས་ཆེད་དེ་སོགས་ཚོགས་ཡོང་དུས་ན། སྐབས་གཅིག་གོ་སྐྱེས་ཟེར་མཁན་པས་གྲོགས་ཚོས་ཐེངས་གཅིག་གཅིག་གཅིག་གཉིས་མིག་མེད་ཟེར་པས་གྲངས་ཀ་བྱམས་ཡ་ཡ་ཡ་ཡ་འགྲོ་ད་ཡ་གྱི་རུ་དུ་ཟེར་གྱིན་གྲངས་ཀ་བྱས་པ་ཡང་ད་ད་ཟླ་སུམ་ཅུ་སོ་གཅིག་བར་དུ་སླེབས་ཡོད་བཤད་ཀྱི་ཡོད་རེད། འདི་ཚོ་དེ་ཆུས་ཁོ་ན་རུ་བས། དཀའ་ལས་ཁག་པོ་ཞེ་དྲག་རེད། བཀོད་བརྒྱུད་གོ་དྲུག་ལོ་ཡན་ཆོད། དེ་སོགས་ཏེ། ཨོ་རྩི་ཡིན་གྱི་རེད་བསམ་བ་ཡོད་གུས་པའི་ངོ་ནས་བཤད་ན་དྲང་པོ་བཤད་ན། ལྷག་པར་སྟོད་གོས་གོང་ས་མཆོག་གི་སྐྱེ་བོ་ལ་ཞུགས་འདོད་པའི་ཁ་དོག་སྣང་རྒྱ་བ་དེ་སོགས་ཏེ་ཆོས་རང་ཡིན་པ་ངོས་འཛིན་ཞུ་གི་ཡོད་མ་རེད་དེ། དགུ་བཅུ་གོ་དྲུག་ལོ་གི་ཞུ་གི་ནས། དུས་འཁོར་དབང་ཆེད་ཀྱི་གནང་པ་ཡིན་ན་འདྲ་གཞན་པའི་གི་ཆོས་ག་རེ་གནང་པ་ཡིན་པ་ཡིན་ན། ཆབ་སྲིད་རྐྱང་འཁྱང་ཅིག་གི་བི་གི་གི་ལག་ཆ་བྱས་ཐལ་ཡ་གྱི་མ་གཏོགས་པ་གི་ལྷག་བསམ་རྣམ་པར་དག་བི་གི་བི་དགེ་བས་ཀུན་ནས་སློང།

ཆོས་རྒྱུད་རྒན་པ་ཚོ་གིས་དེ་ནས་བླ་ཆེན་མི་ཆེན་ཡོངས་སུ་ཚོགས་པ་དེ་ཚོ་དེ་པའི་གནོང་ཤུགས་རྐྱང་བསྐྱལ་གྱི་སྒོ་ནས་དེ་བ་ཡོང་དགོས་ཡ་གྱི་བཟོས་འདུག་ཞེས་གནང་འདུག་གི་འདུག་བ། དེ་ཆོས་རེད་བས་ཆོས་མ་རེད་རྩ་བ་ཉིད་ནས་དྲང་པོ་བཤད་ན། བྱས་ཙང། ཁོང། ཆབ་སྲིད་པ་གཅིག་གིས་གང་བྱས་པ་དེ་ཚོ་དེ་ཆབ་སྲིད་པ་མ་ཆབ་སྲིད་དང་མ་འདྲེས་པ་གྱི་ད་ག་དུས་ཡོང་ཡ་འདུག། སྐད་ཆ་ག་རེ་བཤད་པ་ཡིན་ནམ་པས་ངོ་ཁུག་མི་ཕལ་ལས་ཀྱི་སྐད་ཆ་ཅང་ཅང་བཤད་ཀྱི་ཡོད་རེད་དེ་ཚོ་ཆབ་སྲིད་དང་འདྲེས་པའི་དེ་བས་ཀྱི་དཔང་རྟགས་རེད། བྱས་ཙང་དེ་ཡིན་དུས་བརྩམས་པ་དག་མ་འོངས་པ་ན་ག་རེ་ཆགས་ཀྱི་རེད། ང་རང་ཚོ་བླ་རྒྱུད་ཁ་ཤས་ཅིག་གི་ནང་ནས་རྒྱལ་བ་ཀུན་དྲང་སྐྱོད་ཀྱི་བར་གྱི་མཚན་བརྒྱད་ཆ་བརྒྱ་དོར་ཡོང་གི་རེད། དེ་སོགས་ཡོང་ཡག་དེ་ཁོ་རང་གི་བཟོ་བསྡད་ཀྱི་ཡོད་རེད་ད་འདི་དེ། ང་རང་ཚོ་རི་བོ་དགེ་ལུགས་པ་གའི་དཔེ་དེང་ས་ཁག་རྣམ་པ་གསུམ་གཙོ་བོ་བྱས་པ་ཅིག་ལ། དབང་ལུང་མན་ངག་གི་དཔེ་བརྒྱུད་པ། ཐུན་མོང་མ་ཡིན་པའི་དེ་སོགས་དེ་ཁྱོན་ནས་གནང་བཅུག་གི་མི་འདུག་བ་གོང་ས་མཆོག་གིས་ད་ད་ལྟ་མང་པོ་ཅིག། རྒྱུན་ཆད་ལ་ཉེ་བའི་དཀའ་ངལ་འཕྲད་ཀྱི་ཡོད་རེད། དཔེར་ན། དུས་ཕྱིས་ཕྱིས་ལ་ཆ་བཞག་པ་ཡིན་ན་འདན་མ་བློ་ཆོས་རིན་པོ་ཆེ་དང་སྐུ་ཞབས་ཆོས་ལྡན་རིན་པོ་ཆེ་རྣམ་པ་གཉིས་ཀྱི་དབང་ལུང་མན་ངག་མང་པོ་ཅིག་བོད་ཡིག་ཁོང་རྣམ་པ་གཉིས་ལ་ཡོད་རེད། ཡོད་པ་ནང་བཞིན་ཁོང་རྣམ་པ་གཉིས་ཀྱི་བེད་གནང་འདུག་ཡོད་རེད་ད་ག་ནང་བཞིན་གྱི་བེད་གདན་ས་ཁག་གི་དགེ་འདུན་པ་མང་པོ་ཅིག་གིས་ཞུ་འདུག་ཡོད་རེད། རེད་དེ་གོང་ས་བཅུ་གཅིག་པ་གི་བེད་དངོས་ཤོག་བརྒྱུད་གསུམ་གྱི་ཐོག་ནས་བཀའ་འགུག་རྐྱང་རྐྱང་བྱས་ཏེ་ནས་གནང་བཅུག་ཡོད་མ་རེད། ལྷག་པར་སྟུ་གི་ང་རང་ཚོ་དབེན་ས་སྙན་བརྒྱུད་ཀྱི་གཏམ་མན་ངག་མང་པོ་ཅིག། ཀྱ་ཀྱི་ཁྲི་གཡང་རིན་པོ་ཆེ་དང་ཀྱ་ཀྱི་གླིང་རིན་པོ་ཆེ་རྣམ་པ་གཉིས་ཀྱི་བི་གེ་གི་བརྒྱུད་པ་དེ་དག་ཉུང་བསྡུས་བྱས་ནས་གར་སོགས་དགོས་རེད་ད། བླ་མ་དགེ་བཤེས་ཉུང་ཉུང་ཅིག་གི་ཕྱོགས་ལ་མ་གནང་ཡོད་རེད་བརྒྱུད་པ་དེ་ཚོ་ག་ལས་ག་ལས། ད་དེ་ཚོ་རིགས་དེ་ཚོ་དེ་ད་ལྟ་ཁྱེད་ལ་ཉེ་བའི་གི་དག་དུས་སྐབས་དེ་འདྲ་བཟོས་ཡོད་རེད། དེ་ཚོ་ཚང་མ་ལ་གོང་ས་སྐྱོད་ཀྱི་བ་གེ་པས་ད་དུག་སེ་གནང་བསྡད་པ་རེད། ད་ཏི་སོ་བྷི་ཀེ་གི་བླ་རྒྱུད་ནང་ལ་ཡར་འཛུལ་མ་བྱོས་པའི་ཆེད་ཁོ་རང་བྷི་ཀེ་གི་ད། མ་འོངས་པ་ན་ཅི་ཁོ་རང་ང་རང་ཚོ་གི་དེའི་བསྟན་པ་འདི་གི་བླ་རྒྱུད་ནང་ལ་ཡར་བཅུག་ཡག་གི་འཛུལ་ཡག་གི་བྷི་ད་ལས་ཀ་དེ་རྐྱང་རྐྱང་བྱེད་བསྡད་གི་ཡོད་རེད། དོགས་སུ་ཆེ་ཡོང་དུས་ཙང་བ་མ་འོངས་པ་ན་ད་ཐོག་ན་ང་རང་ཚོ་གི་དེའི་ཆོས་རྒྱུད་གི་བླ་རྒྱུད་དེ་ཚོ་ནང་ན་ཁོ་རང་བརྒྱ་ཆ་བརྒྱ་འདོན་ཡོང་གི་རེད། དེ་ཚོ་ཚང་མ་ལ་ཁོ་རང་ཚོ་གི་བྷི་ཆབ་སྲིད་ཀི་ཐོག་ན་བཟོད་བྱ་འཇོག་ཅིག་ཆགས་ཡོད་རེད། དེ་ནང་གི་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་གི་ད་ག་ནང་གི་གནང་གི་ཡོད་རེད། དཔེར་ན་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་གི། གཅིག་སྟོང་དགུ་བརྒྱ་ཕ་ཆེ་ད། བཅུ་དྲུག་བཅུ་བདུན་བརྒྱད་ལ་མེད་འགྲོ་དེ་འདྲའི་གཅིག་ལས་ད་ལྟ་ལང་རིང་གི་གསུང་ཆོས་ཅིག་གནང་ཡོད་རེད། ལང་རིང་གི་གསུང་ཆོས་དེ་ཚོ་གནང་མྱོང་པའི་ཁ་ཐུག་ལ། གནང་བའི་དུས་ཚོད་དེ་ནི་ཅད་ཅི་གླིང་རིན་པོ་ཆེ་ལ་སོགས་པ་དེ་ཚོ་དེ་རིང་ཕ་ཆེ་ཅད་ཅི་གླིང་རིན་པོ་ཆེ་དགུང་ལོ་བཅུ་བཞི་ཡིན་པ་ཡོད་བསམ་གི་ཡོད་མེད་ད་ལྟ་གསལ་པོ་རང་གིས་དྲན་མ་སོང། སྐབས་དེ་དུས་ཅད་ཅི་བདེ་ཆེན་སྙིང་པོ་ཅིག་ད། བསྐྱལ་རྒྱུ་ཁེ་བ་རེད། དངོས་གནས་བྱས་པ་ཡིན་ན། ལམ་རིང་གི་ཁྲིད་དེ་སོགས་དེ་སྐྱེད་ཀྱི་བདེ་ཆེན་སྙིང་པོ་གི་སྐུ་འཕྲེང་བཅུ་གསུམ་པ་ལ་ཕར་གནང་ཡག་རེད་མ་གཏོགས་བ་གའི་སྐུ་འཕྲེང་བཅུ་གསུམ་པའི་གི་ནང་ནས་མདུན་ནས་སྐྱེད་ཀྱི་བདེ་ཆེན་སྙིང་པོ་གི་ཚུལ་ཞུ་ཡ་ཆོས་ཆག་ཡོང་མ་རེད། མ་རེད་དེ་ཁོ་རང་གི་དེ་སོགས་བྱེད་ཡོང་དུས་ཙམ་པ་དེ་སོགས་དབང་ཤུགས་གནོན་ཤུགས་རྐྱང་ཆག་གི་སྒོ་ནས་ང་རང་ཚོ་གི་ཡི་གེ་གི་དབུས་གསང་གདན་ས་རྒྱུད་ཀྱི་ཏཱ་བླ་མ་དགེ་བཤེས་གཙོ་ཆེ་བ་དེ་ཚོ་ཚང་མ་ལ་མ་ཕྱིན་ན་འགྲིག་གི་ཡོད་མ་རེད། གནོན་ཤུགས་སྤྲོད་ཀྱི་ཡོད་རེད། གཞུང་མ་ཟབ་མ་ཆགས་པ་བཟོ་གི་ཡོད་རེད། དེ་ནས་ཁ་ཚོན་ང་རང་ཚོ་མེད་ཀྱི་སྟོད་ཤུལ་དུ་གཅིག་པ་གཅིག་དེ་ཚོ་དང་ལས་སྟངས་གཅིག་པ་གཅིག་ཆང་རེད། དོགས་སུ་ཆགས་ཡོང་དུས་ཙམ་པ་ཨ་ནི་སྐུ་ཕྲེང་བཅུ་གསང་བར་གི་དེ་འདྲས་བྱས་ནས་ཁོ་རང་དེ་གི་ལང་རེ་བླ་རྒྱུད་ནང་ལ་ཡར་འཛུལ་ཡག་གི། ཡར་ཆུག་ཡག་གི་ད་དེ་འདུག་ལས་ཀ་དེ་ཚོ་བྱས་ཡོད་རེད་དེ། རྒྱུ་མཚན་གཅིག་རེད། དེའི་གནང་སྐྱེས་ཀྱི་བྱ་བ་ལྔ་པ་ཟེར་ཡག་དེ་ཆབ་སྲིད་པ་གྱི་རེད་འཇིག་རྟེན་པ་གྱི་རེད། ཁོ་རང་གིས་གསུང་ཆོས་གནང་བའི་ཁ་ཐོག་ལ། སྐབས་དེ་དུས་ཀྱི་ང་རང་ཚོ་དེང་སྲིད་གསུམ་གཙོ་བོ་བྱས་པའི་བཅས་ཀྱི་བླ་སྤྲུལ་མཁས་དབང་གལ་ཆེན་རྣམ་པ་ཚོ་ཚང་མ་ལོ་ཕྱེད་རིང་བྱེད་སའི་དུས་སོགས་དེ་མ་ཕྱིན་ནས་འགྲིག་གི་ཡོད་མ་རེད། དེ་གནང་སྐྱེས་ཀྱི་སྤྲོ་དགའ་དྲགས་པའི་སྤྲོ་དགའ་དྲགས་པ་རྒྱ་མཚན་ཡང་འཕེལ་གྱི་ཡོད་རེད། ད་ག་གནང་སྐྱེས་ཀྱི་སྐབས་དེ་དུས་ད་དཔེར་ན་ང་རང་ཚོ་ཀུན་མཁྱེན་རྒྱ་ཡིན་ཞེས་པ་ཟེར་དུས་དམ་པ་སེམས་དུས་བརྩམས་པ་ཐག་རྒྱལ་རིན་པོ་ཆེ་གི་སྤྲུལ་བ་ཡིན་ཟེར་ཡོངས་གྲགས་ར་བ་རེད་དེ་སུ་ཡང་ཁོ་རང་གི་ཆོས་གནང་སར་འགྲོ་དགོས་པ་ཆགས་ཀྱི་ཡོད་རེད་རེད་དེ་སེམས་ནང་ན་ཕྲག་དོག་ཞེ་དྲག་ཡོད་རེད། བྱས་ཙང་དེ་འདྲས་བྱས་ཡོང་དུས་དམ་པ་ད་ལྟའི་གཞུང་མང་ཐད་ན་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་དེ་ནི་བླ་སྤྱོད་ཀྱི་ནང་ལ་ད་ཁོ་རང་གི་མིང་གི་རྒྱབ་དགོས་པ་དུག་སེ་ཁིད་བསྡད་ཀྱི་ཡོད་རེད་དུག་སེ་བྱས་ཡོང་དུས་དམ་པ་ད་བོད་ཀྱི་བླ་སྤྱོད་ཀྱི་ནང་ལ་བྱ་བ་སྔ་བ་དེ་འདྲས་ཕེབས་ཡོང་བ་ཡོད་རེད་ད་ངས་གོང་ད། དོན་དག་དེ་ཞུ་གི་ཡོད་རེད་དེ་ཚོ་གི་ཐུགས་ལ་ང་རང་ཚོ་ག་རེ་རེད་དོ་ད་དཔྱད་པ་བྱས་ཡ་རེད་བསམ་བློ་བཏང་ཡ་རེད། བརྒྱ་པ་ལྔ་པ་ཟེར་ཡ་དེ་བི་ནི་སྤྱི་བཏང་ང་རང་ཚོ་གི་དཔེར་ན་བླ་རྒྱུད་ཟེར་ཡ་དེ་ག་འདྲ་ཅིག་རེད་ཟེར་ན། ད། བསྟན་པ་སྐབས་དེ་དུས་ཀྱི་བསྟན་པ་དེ་གི་ཐུན་མོང་མ་ཡིན་པའི་གི་བསྟན་པ་དེ་ཚོ་འཛིན་སྐྱོང་སྤེལ་གསུམ་གནང། ཐུབ་མཁན། ཚིག་དང་ལྡན་པ་གཅིག་ལ་ད་བླ་བརྒྱུད་ནང་ལ་འགྲོ་གི་ཡོད་རེད། ང་རང་ཚོ་དབེན་ས་གཉིས་བརྒྱུད་སེ་འབྲུག་ཙམ་པ་ད་དུག་སུ་ཆགས་ཡོད་རེད། བླ་མ་དེ་ཚོ་དུག་སུ་ཆགས་ཡོད་རེད་མ་གཏོགས་བོད་ཀྱི་ཀྱི་བརྒྱུད་པ་ཡོད་པ་ཙམ་གྱིས་ཆབ་སྲིད་ཀྱི་ཐོག་ནས་ཕར་ཚུར་གནོན་ཤུགས་ཀྱི་འདུ་འགོག་བྱེད་རྒྱག་པ་དེ་ཚོ་དེ་དངོས་གནས་བྱས་པ་ཡིན་ན་ང་རང་ཚོ་ཆབ་སྲིད་ལ་གཡུལ་ཐབས་མེད་པ་གྱི་ཆགས་ཀྱི་ནི་ཨ་ནི་དུག་སུ་གྱི་ནི་ད་སྐྱུག་དགོས་ཡ་ཆགས་ཀྱི་ཡོད་རེད་མ་གཏོགས་བོད་ཀྱི་དུག་དངོས་པོ་གནས་ཚུལ་ལ་བྱས་པ་ཡིན་ན། དེ་འདྲས་མ་རེད། ཨོ་དེ་ཡིན་དུས་ཙམ་པར་ན་རྣམ་པ་ཚོ་གི་དེའི་ཐོག་ལ་གོམ་པ་བཞེས་ཁར་བཟོ་དགོས་རེད། བཞེས་ཆོག་མ་ནོར་བར་གྱི་གནང་དགོས་ཡ་དེ་འདྲས་རེད་ཞུ་ཡ་རེད། ད་དེ་རིང་དེ་ནས་ང་རང་ཚོ་ཞུ་ཡ་དེ་ཨ་ནེ་བཟོད་དཔང་ཞེས་པ་དེ་ཡང་སྤྲུལ་སྐུ་གྲགས་པ་རྒྱ་མཚན་སྤྲོ་མཁན་ལགས་མར་བས་བྲིས་པ་ཡིན་ནམ་ཞེས་པའི་གི་ད་ས་སྐྱིད་དེ་རེད། ད་འདི་གི་དོན་དག་དེ་ག་རེ་རེད་ཟེར་ན་ད་ང་རང་ཚོ་གཟུ་དཔང་ཞེས་པ་ཅིག་ད་ད་ལྟ་འདི་རྒྱལ་བ་ལྔ་པའི་གསུང་འབུམ་ནང་ན་དུག་གཟུ་དོན་ཡོང་གི་ཡོད་རེད། དུག་གི་ལས་ཀའི་གོས་བཟང་ནང་ན་གཟུ་དཔང་ཟེར་ཡ་དེ་དུག་ཅིག་བྱིས་པ་གཅིག་བཀུག་ཡོད་རེད་ད་ག་ནང་གི་གི་གཟུ་དཔང་བྲིས་བཞག་འགྱོ་དེ་རྒྱལ་བ་ལྔ་པའི་གི་གསུང་འབུམ་ནང་ན་དོན་ཡོང་གི་ཡོད་རེད། ད་འདི་གི་ཐུགས་ལ་ང་རང་ཚོ་གི་ད་ད། གླིང་བཞི་འདྲ་བོ་ད་ཆུང་ཆུང་གྱི་རེད་བསམ་གི་ཡོད། དེ་འདི་རྒྱལ་བ་སྔགས་ཕེབས་ཀྱི་གསུང་རེད་མ་རེད་ཟེར་ཡག་གི་གླིང་བཞི་འདྲ་བོ་ཅིག་ཡོད་རེད་ད་དེ་ང་རང་ཚོ་གི་ངོས་ནས་བཤད་པ་ཡིན་ན་རྒྱལ་བ་སྔགས་ཕེབས་ཀྱི་གསུང་མིན་པ་ཅིག་ཁོང་ཆུད་ཀྱི་ཡོད་དམ་མེད་དེ་ང་ཡག་ལ་ང་ལ་དེང་ཚུགས་གང་ཡང་མེད་དྲང་པོ་ཡིན། ད་ང་རང་ཚོ་གི་ད་འདི་ཕྱོགས་ནས་བྱས་པ་ཡིན་ན་ད་འདི་རྒྱལ་བ་སྔགས་ཕེབས་ཀྱི་གསུང་མིན་པ་འདྲ་བོ་ཅིག་གསུང་མོ་ཡོད་རེད་གསུང་ཉེན་ཡོད་རེད་དེ་འདྲའི་དགོངས་པ་བཞེས་ཉེན་ཡོད་རེད་བ། རེད་དེ་རྣམ་པ་ཚོ་ལ་ད་འདི་རྒྱ་བ་ལྔ་འཕེལ་གི་སོང་མེན་པེ་གི་ཁུང་ཀྱི་ར་ཀྲུག་ཐུབ་ཅིག་གི་པེ་ད་གར་སོ་གུ་ར་དེན་པང་འགྲོ་བོ་དུ་ཡོད་ད་མེད་ད་ངས་ཤིང་མེད་ང་ལྟ་བུ་ཁྱེད་ལ་ཁྱག་རྒྱབ་པ་ཡིན་ན་ད་ད་གང་ཡོད་མེད་འདི་རྒྱ་བ་ལྔ་འཕེལ་གི་སོང་མེན་པེ་གི་ད་ཅིག་བི་གི་ཁོང་ལོང་ཟེར་ཡ་གང་ཡང་གཏོང་ཡ་མེད་ཅིག་བི་གི་གི་རིན་པེན་འདྲ་བོ་ཅིག་རྒྱ་བ་ལྔ་བ་ཟེར་ཡ་དེ་ལ་ཅིག་ད་བེ་སང་ཅིག་དངོས་ཀྱི་འདུ་ཤེས་ཅིག་བཞག།

བསྐལ་པ་ལྔ་བོད་ཀྱི་གསུང་མ་ཡིན་པའི་ལྟར་སྒྲུབ་ཀྱིས་ཉེས་ཡ་ད་ཡ་ཟེར་ཡ་དེ་ཀ་ལ་ཁག་པོ་ཞིག་རག་ཡིན་གྱི་རེད་བསམ་གི་ཡོད། ཡིན་ན་ཡང་ད་ང་རང་ཚོ་གི་ངོ་ནས་བཤད་པ་ནི་འདི་ཚོ་ལ་བས་དོ་དོ་ཏན་ཏན་གནང་དགོས་ཡ་ད་གལ་ཆེན་པོ་ཞེ་དྲག་རེད། འདི་རྒྱལ་བ་ལྔ་བོད་ཀྱི་གསུང་མ་རེད་ཟེར་ཤེས་ཡོང་དུས་ཙམ་པ། ང་རང་ཚོ་གི་དམ་ཚིག་གཅིག་པའི་རྡོ་རྗེ་སྤུན་གྲོགས་ཀྱི་ནང་ཁུལ་ལ་བསམ་བློ་གཏོང་ན་སྐད་ཆ་དེ་གསུང་རྒྱུ་ཡོད་མ་རེད་ཕྱི་ལོག་ལ་བསམ་བློ་གཏོང་དགོས་རེད། ཕྱི་ལོག་ལ་བསམ་བློ་གཏོང་ཡོང་དུས་ཙམ་པ་ད་དངོས་སུ་ཁུངས་སྐྱེལ་ར་སྤྲོད་བྱེད་དགོས་ར་བ། ཨ་ནི་ཁུངས་སྐྱེལ་གྱི་ག་རེ་ཡོད། སྒྲུབ་བྱེད་ག་རེ་ཡོད་དག་གིས་ཞུ་ཟེར་གི་རེད་བ་ཕ་ཅོག་དེ་གི། ཕ་ཅོག་དེ་ཚོ་ཡང་ང་རང་ཚོ་གི་པའི་ཁ་ཐིག་ཅན་གྱི་ཆགས་བསྡད་གི་མ་རེད་བློ་གཟུ་བར་གནས་པ་ཕྱོགས་གཉིས་ཀ་ལ་ལྟ་ཅི་ཞིབ་འཇུག་བྱེད་ཉེན་མང་པོ་ཅིག་ཡོང་གི་རེད་ཟེར་ངས་མ་འོངས་པ་ནས་དོགས་ཞུས་པ་ཡིན་པ་ཁ་གསལ་ནི། བྱས་ཙང་དེ་ཚོ་གི་ལྟ་བྱེད་ཀྱིས་ཕྱོགས་གཉིས་ཀའི་གི་པའི་ཕྱོགས་ལ་བློ་གཟུ་བར་གནས་པའི་རྟགས་ཤིང་སྐྱེས་ཡོང་དུས་ཙམ་པ་ད། རྒྱ་བ་ང་ཕེ་གི་གསུང་པོ་ནང་ནས་པའི་རིན་པར་བཞིན་དུ་དོན་དེ་ཡང་དེ་ཚོ་དེ་རྒྱ་བ་ང་ཕེ་གི་གསུང་མ་རེད་ཟེར་ཡོང་དུས་ཙམ་པ། ཁོང་ལོངས་སྐྱོན་ཚད་ག་གི་འགྲོ་དགོས་གི་འདུག། འོ་ད་དེ་མ་རེད་ཟེར་ཡོང་དུས་ཟེར་བ་ལ་ཨ་ནི་ཁུངས་ལུང་རྒྱུ་མཚན་དེ་ཚོ་དེ་ད་སྔ་ཟས་སྔ་པོ་ནས་ད་གྲ་སྒྲིག་བྱེད་དུ་དགོས་ཡ་དེ་གལ་ཆེན་པོ་ཞིག་རག་རེད། སོ་སོ་གི་སེམས་ནང་ལ་དེ་འདྲས་ཀྱི་འཆང་དེ་བ་ཙམ་ཅན་འགྲིག་གི་ཡོད་མ་རེད་སྤྱི་ཚོགས་འདིའི་ཀ་ལ་དེ་གའི་ཁུངས་ལུང་དཔང་རྟགས་རྒྱུ་མཚན་ཟེར་ཡ་དེ་ད་བཞག་དགོས་ཡ་གལ་ཆེན་པོ་རེད། ཨོ་བྱས་ཙང་དེ་ཡིན་དུས་ཙམ་པ་ད་ད་ང་རང་ཚོ་གཟུ་དཔང་ཟེར་ཡ་དེ། ད་གྲགས་ཆེན་པོ་ཞི་དྲག་ཆགས་པ་རེད་ཁ་སང་ཞུས་པ་ནང་བཤད་གི། ད་འདི་ལ་ཁོངས་གཏོགས་ཡོད་ཟེར་བཤད་གི་ཡོད་རེད། འདི་ལ་ཁོངས་ག་རེ་ཟེར་གཏོགས་གི་ཡོད་ཟེར་ན། ཀྲུའུ་ཝེ་ཀོ་གྲགས་རྒྱ་མཚན་ཟེར་ཡག་དེ་པའི་དམ་མི་དམ་ཚོ་རེད་ད་ཁོ་རང། དམ་མི་དམ་ཚོ་ཟེར་ཡོང་དུས་ཙམ་པོ་ད་ག་རེ་བཤད་གི་ཡོད་རེད། པཎ་ཆེན་བསོད་ནམས་གྲགས་པའི་གི་པའི་སྐུ་བཅས་རིམ་པར་བརྒྱུད་པའི་གི་དེ་ནི། དེའི་གི་པའི་སྐུ་འཕྲེང་དངོས་གནས་དེ་མ་རེད་ཟེར་ད་པའི། ཨ་ནེ་ཁོ་རང་གི་ཨ་མ་དེ་གི་གཡོ་སྒྱུ་བྱས་པ་ལ་བརྟེན་ཡིན་ཅེས་ནས་ཨ་ནེ་པཎ་ཆེན་བློ་བཟང་ཆོས་སྦྱིན་གྱི་བུ་ད་ཡོང་ཚིག་ཏུ་རྫུན་མ་བཟོས་པ་རེད་བཤད་ཀྱི་ཡོད་རེད་དོན་དག་ལ། དེ་ནས་ཁོ་རང་ཡང། སྤྲུལ་སྐུ་གྲགས་པ་བྱུང་ཚེ་ཁོ་རང་ཡང་ཨ་ནེ་སྨོན་ལམ་ལོག་པར་གྱིས་བཏབ་ནས་ཨ་ནེ་པའི་སྐྱེ་བ་ཞུགས་མ་དེ་ད་དམ་སྲི་འབྱུང་པོ་གཅིག་ལ་ཆགས་པ་རེད། དམ་སྲི་འབྱུང་པོ་གཅིག་ལ་ཆགས་པ་མ་ཟད་ང་རང་ཚོ་བསྟན་པ་དང་འགྲོ་བ་ཀུན་ལ་འཚེ་བ་བྱེད་མཁན་དེ་འདྲས་ཅིག་རེད་ཟེར་ནས་ད་དེ་བཤད་འདུག་བ་དེ། ད་འདིའི་གི་ཚིག་དེ་ཚིག་ཆུང་ཆུང་རྩ་བ་ཉིད་ནས་རེ་གི་ཡོད་མ་རེད། འདི་ང་རང་ཚུགས་ཀྱི་ངོ་ནས་བཤད་པ་ཡིན་ན་ཨོའུ་གར་སོགས་ཀྱི་གཞན་པའི་ཅིག་གི་ལྷིས་བཅོས་ཀྱང་འཇོག་རེས་དེ་གཟིགས་སངས་རྒྱས་ཀྱང་ཚུགས་ཀྱི་ལྷིས་བཅོས་འཇོག་རེས་ཟེར་ཡག་འདྲ་བོ་ཅིག་ཤེས་བསྡད་པ་ཡིན་ན། རང་མགོ་རང་གི་བསྐོར་བསྡད་པའི་བཟོ་འདྲ་བོ་ཅིག་ཆགས་ཀྱི་འདུག་དང་མི་འདུག་འདིའི་གི་སྐད་ཆ་འདི། སྤྱིར་ན་འཛམ་གླིང་མི་དམངས་འཛོ་བི་ལན་གྱི་མི་དམངས་ཡང་སྒོས་ང་རང་ཚོ་རིས་སུ་མ་མཆིས་པའི་བུ་ཁ་བ་གངས་ཅན་པའི་གི་བེ། རྒྱལ་གཅེས་མི་མང་ཚོགས་ཀྱི་སེམས་ཀྱི་ནང་ལ། འདི། ཚིག་དེ་ནང་སྟོང་ཆེན་པོ་ཞི་དྲག་གི་སླད་ཚགས་པར་གདགས། སྤྲུལ་པའི་སྐུ་དྲག་པོ་རྒྱ་མཚན་ཟེར་ཡ་འདི། རྫུན་མ་ཡིན་པ་གཅིག་བྱས། སྨོན་ལམ་ལོག་པར་བཏབ་པ་དེ་གཉིས་བྱས་ཨིན་བྱས་ལས། བསྟན་པ་དང་འགྲོ་བ་ཀུན་ལ་འཚེ་བ་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ་མིའི་སེམས་ནང་ད་སྔ་ནས་དྲང་གྲགས་དེ་ལས་གཅིག། རྔམ་དྲག་ཆེ་བ་གཅིག་གདའ། ཨ་ཡ། དེ་ལས་གཅིག་གིས་ད་གར་བཟོ་དགོས་རེད། གཞན་ནང་གཅིག་གོ་ཡ་ཇི་ལྟར་མེད་པ་ནང་གིས་ཆགས་འགྲོ་གི་འདུག་བ་དེ་ཚིག་འདི་བཟོ་དེ་པས་གར་བཟོ་དགོས་རེད་ཆུང་ཆུང་གི་རྩ་བ་ཉིད་ནི་མ་རེད། དེ་ཡིན་དུས་རྩམ་པ་འདི་བཟོ་གི་འདུག་ལ་ད་ཚིག་འདི་བཟོ་ལ་ང་རང་ཚོ་ཁུངས་ལུང་ག་རེ་འདུག་རྒྱུ་མཚན་ག་རེ་འདུག་ད་དེ་གཅིག་གོ་ཡ་རེད། འདི་གསུངས་པ་པོ་དེ་སྤྱི་དང་རྒྱལ་བ་ལྔ་པ་ཡིན་དང་མིན་ཟེར་ཡ་དེ་ཁོང་འཁྱུད་གི་འདུག་མི་འདུག་དེ་ལྟ་རྒྱུ་གཅིག་དང། དེའི་ནང་གཞིག་གི་ཚིག་འདི་ལ་ཁོང་ལོངས་སྤྱོད་ཚད་ག་རེ་འདུག་བལྟ་རྒྱུ་རེད། དེ་ཡིན་དུས་རྩམ་པ་ནི་ངས་ད་ལྟའི་དུས་ཀྱི། དམ་ནི་དམ་ཚོ་གྲོགས་པ་རྒྱལ་མཚན་ཞེས་སྨོན་ལམ་ལོག་པའི། དམ་ཚོ་འཇུན་པོ་དེ་བསྟན་རྣམས་འགྲོ་བ་ཀུན་ལ་འཚེ་བྱེད་ན། མགོན་སྐྱབས་སྤུན་ཉེ་མང་ཚེ་ཐར་བ་བློ་ཞེས་པ་ད་གཟུ་དཔང་ཟེར་བ་ཚིག་དེ་རེད་ད་དེའི། དེ་དྲན་མཁན་དེ། ད་འདི་བྲིས་མཁན་དེ་ལ་གནད་འགག་ཅིག་ཆགས་ཡོང་བ་ཡིན་དུས། ད་ཕ་ཆོག་ནས་བརྒྱ་པ་ང་པ་ཡིན་ཤག་ཤག་བྱེད་ཀྱི་ཡོད་རེད་ང་རང་ཚོ་གི་ངོ་ནས་ད་བརྒྱ་པ་ང་པ་ཅིག་མ་རེད་ཟེར་ཡག་འདྲ་བོ་ད་དེ་འདྲས་བྱེད་ཀྱི་གསུངས་བསྡད་ཀྱི་ཡོད་དུས་ད་དེའི་གི་ཐུགས་ལ་ད་འདི་བྲིས་མཁན་དེ་ནི་གར་ཟེར་དགོས་རེད་སྤྲུལ་སྐུ་གྲགས་པ་རྒྱ་མཚན་སྤྲོ་མཁན་དེ་རེད་དམ་མ་རེད་ཟེར་ངས་ད་བྲིས་པ་འདྲ་མ་སོང་ན་དེའི་གི། ཨོ་གླིང་རྒྱས་འདྲ་བ་དེའི་གི་གོ་ན་ད་ད་འདྲ་དེ་སྐད་ཆ་དེ་བཤད་གི་ཡོད་རེད། དེ་བྱེད་དགོས་དུས་རྒྱུ་མཚན་ག་རེ་རེད་ཟེར་ན་གོང་དུ་སྤྲུལ་སྐུ་གྲགས་པ་རྒྱ་མཚོས་བཀྲོངས་པ་དེ་དངོས་ཡོད་གི་ལོ་རྒྱུས་ཀྱི་ཆ། བཀྲོངས་པ་ཙམ་དུ་མ་ཟད་གཟིམ་ཁང་དུ་སོ་གང་ག་ལ་རྩ་མི་ཤུ་ལག་གཏོང་ཡོད་རེད། ད་དེ་འདྲའི་སྤྱི་སྐད་པས་སྤྲུལ་སྐུ་གོང་སྤྲུལ་སྐུ་གྲགས་པ་རྒྱ་མཚན་དང་གཟིམ་ཁང་གོང་ལ་དཔེ་བལྟས་བལྟས་པ་དེ་གསལ་བོ་ཞེ་རག་རེད་བ། བླ་བྲང་གོང་ལ། ད། དེ་འདྲའི་སྐྱེ་དགོས་པའི་འགལ་ཟླ་ཡོད་པ་ཡིན་དུས། ད་ད་ད། སྤྲུལ་བའི་སྐུ་གྲ་པ་རྒྱལ་མཚན་དགེ་བའི་སྐུའི་སྤྱན་འཕྲེང་བཞུགས་མ། ད་ད་ད་ང་རང་ཚོ་སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱལ་ཆེན་རྡོ་རྗེ་ཞུགས་ཏེ་དྲག་པོ་བསྐོར་ཡིན་པ་དེ་ལ་ཡང་བས་འདི་འདྲའི་སྐྱེ་དགོས་ད། བསྟན་པ་དང་འགྲོ་བ་ཀུན་ལ་ངོ་བོ་དམ་སྲི་འབྱུང་པོ་ཡིན་པ་དང་བསྟན་པ་དང་འགྲོ་བ་ཀུན་ལ་འཚེ་བ་ཅན་ཉིད་ཀྱི་རེད་ཟེར་ཤེས་ཡོང་དུས་ཙམ་པ། ད་འདིའི་གི་སྐད་ཆ་དེ་ལ་རྩ་བའི་གི་ཆ་ནས་འདུག་སེ་སྐྱེས་པ་ཅིག་བྱེད་ཡོང་དུས་ཙམ་པ་གཟིམ་ཁང་ཁོང་རྩ་མིག་ཤུ་ལག་གཏོང་མཁན་དང་སྤྲོ་དགའ་གྲྭ་པ་བྱ་མཚན་བཀྲོངས་མཁན་དེ་དག་དེ་ཚོའི་ཕྱོགས་གཏོགས་གི་བྲིས་བཞག་རྒྱུ་ཅིག་རེད་ག་བསམ་གི་ཡོད་རེད་ངས་རྒྱུ་མཚན་ག་རེ་རེད། སྤྲུལ་པའི་སྐུ་དྲ་བ་སྐྱ་མཚལ་ཟེར་ཡ་དེ་བཀྲོངས་མཁན་དུ་བཟོ་ལ། ཁོང་འཛིན་སྟེང་ནས་གཞན་ནས་ག་ཚད་ཚད་ཀྱི་དགོན་དྲ་བླ་མ་དེ་ཚོ་བཀྲོངས་གཟིམ་ཁང་ཚོ་སུ་གཤེགས་ཡོད་རེད། དེའི་ནང་རྐྱེན་གི་དེའི་གི་མ་མཚན་པ་ལྟ་བུ་གཅིག་གི་ད་སྤྲུལ་པའི་སྐུ་གི་པའི་དྲ་ཕུག་སྐོར་ལ་བཞེངས་ཚར་དུས། དེ་ལ་ཡང་ཨ་ནེ་པའི་མ་འོངས་པ་ན། སྤྱི་ཚོགས་འདི་གི་སྐོར་ལ་ལམ་གླེང་གཅིག། རྩོད་གླེང་ངམ་ལམ་གླེང་ནག་པོ་ཅིག་བྱ་ཡག་གི་ཆེད་དུ་ལ་ད་འདི་ཡིག་ཆ་འདི་བྲིས་ཀྱང་བསམ་གི་ཡོད་རེད། དེ་ཡིན་པའི་ཐོག་ནས་ད་འདི་ག་རེ་བྱེད་དགོས་རེད་དྲིས་མཁན་དེ་ནི། བཟོད་དཔང་ཟེར་ཡག་ད་དྲིས་མཁན་དེ་དག་སྤྲུལ་སྐུ་གྲགས་པ་རྒྱ་མཚོས་དཀྲོང་མཁན་གྱི་ལག་དམར་བ་དེ་རེད་དམ་མ་རེད་ཟེར་ཡག་འདི་རེད། ད་ག་སེ་མ་རེད་ཟེར་གི་ཡོད་ན་འདི་ནི་སྤྲུལ་སྐུ་གྲགས་པ་རྒྱ་མཚན་ལ་ཟེར་ཡག་འདི་འཁོན་འཛིན། བླ་མ་སྐུ་གྲོངས་བཟོད་ཁང་གོང་མ་རྩ་མེད་ཤུལ་ལ་གཏོང་དགོས་དེ་ལས། ཁོང་ཚོས་ཁྱེར་བ་ཇི་ལྟར་སུས་ལས་ཡོད་རེད་ད་སུ་རེད་སུ་ལ་འཛུགས་བཙུགས་དགོས་རེད་འཛུགས་བཙུགས་ས་རག་གི་མ་རེད་བསམ་གི་ཡོད་རེད་དེ་ཇི་ཙམ་ཡིན་དུས་ཙམ་པ་ཡི་གེ་གི་གཟིམ་ཁང་གོང་རྩ་མེད་ཤུལ་ལ་གཏོང་མཁན་དུ་དེ་ད་ལྟ་དེའི་དམ་མི་དམ་ཟེར་ཞེས་དྲིན་དྲིན་མཁན་དེ་ཚོ་དེ་ང་རང་ཚོ་འདུག་ཅེས་རྣམ་རྒྱུག་གི་བསམ་བློ་གཏོང་ཞོར་དུ་མི་གཅིག་འཁྱག་གི་ཡོད་རེད་ད། དེ་ཡིན་དུས་བརྩམས་པ་ད་ད་ད་དེ་གོང་ས་མཆོག་གི་ད་ཁོངས་གཏུགས་ས་ད་དེ་ཡིན་ཟེར་གྱི་ཡོད་རེད་ད་དེ་ཡིན་པ་མ་བརྩིས་པར་གི་ད་འགྲེལ་བཤད་ག་རེ་རྒྱག་དགོས་ཡོད་རེད་ཇོ་མོ་ལམ་ལོག་པ་ངོ་བོ་དམ་སྲི་འབྱུང་པོ་ཡིན་པ་བྱེད་ལས་བསྟན་པ་དང་འགྲོ་བ་ཀུན་ལ་འཚེ་བ་བྱེད་པ་སེམས་སྡུག་ནས་ད་དེ་བཤད་གི་ཡོད་རེད་བྱས་ཙང་དེ་ཡིན་དུས་བརྩམས་པ་ད་དེའི་ཚིག་དུ་ཆུང་ཆུང་ཙམ་པོ་ཁྱོན་ནས་ཆགས་གི་ཡོད་མ་རེད་ད་ལྟ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཚིག་དེ་ཆུང་ཆུང་མ་རེད་ལ་ནི། མ་འོངས་པ་ན་ཡང་འདི་ལོ་རྒྱུས་ཀྱི་ཐོག་ལ་དེའི་ཚིག་གི་ཆུང་ཆུང་རྩ་བ་ཉིད་ཆགས་ཀྱི་མ་རེད། ང་རང་ཚོའི་ཆོས་ལུགས་ཀྱི་ཐོག་ནས་ཕི་གེ་གེ། གཟུགས་མེད་ལྷ་ཡི་འགྲོ་སྟངས་དང་བྱེད་ལས་དང་ལས་རྒྱུ་འབྲས་ཀྱི་སྣང་རྒྱ་ཟེར་ཡ་དེ་ཚོ་སྟེ། རྒྱལ་སྤྱིའི་མི་མང་ཚོ་གི་པའི་འགོ་ཚུགས་ཀྱི་མ་རེད། ད་ག་ནང་ཁྱེད་ཀྱི་ཅི་ཅི་ཅིག་གི་གནོད་པ་རེད་མི་མི་མིག་གི་གནོད་པ་རེད་ཟེར་ཡ་དེ་འདྲའི་གི་སྣང་སྟུག་ཟེར་ཡ་དེ་ང་རང་ཚོ་གྱི་ཅིག་སློང་ཐུབ་པ་ཡིན་ན། རྒྱལ་སྤྱིའི་མི་དམངས་ཚོ་གི་ནང་ལ་སེམས་གང་ནང་ལ་ད་ཤོག་ཤུ་ཤུ་དེ་ཆགས་ཀྱི་ཡོད་རེད་བ་བྱས་ཙ་དེ་འདྲས་ཡིན་དུས་དེའི་གོ་སྐབས་དེ་གི་ཐོག་ནས་གོ་སྐབས་དེ་སེམས་བྱས་ནས་ད་ཁོ་ནང་ཚོ་གི་སྐད་ཆ་དེ་བཤད་བསྡད་ཀྱི་ཡོད་རེད་དེ་ཡིན་དུས་རྩམ་པ་འདི་ཚོ་གི་ཐོག་ལ་ད་ང་རང་ཚོ་བསམ་མནོ་སྐྱེད་པ་གཏིང་ཟབ་པོ་ཅིག་བྱེད་དགོས་རྒྱུ་མཚན་དུ་ཆགས་ཀྱི་ཡོད་རེད། ད་སྤྱི་བཏང་ད་ལྟ་དེའི། ཚིག་དེ་སོགས་ཀྱི་ཐུགས་ལ་ད་ལྟ་ཞུས་པའི་ནང་བཞིན་གྱི་ཅིག། བརྩམ་མཁན་སུ་ཡིན་མིན་ཟེར་ཡ་དེ་གལ་ཆེན་པོ་ཅིག་རེད་དེ་གཙོ་བོ། ཚིག་ཁོ་རང་གི་ད་ལྟ་དེ། ད་ཚིག་ཤུགས་ལོ་གཅིག་གི་རྐང། ཚིག་ཤུགས་ལོ་ཀ་གཅིག་གི་ནང་ལ། དོན་དག་མང་པོ་ཞིག་འདུས་བསྡད་ཀྱི་འདུག་ཨ། དེ་སྲོལ་དེ་ང་རང་ཚོ། ཁུངས་ལུང་བསྐྱོན་ཚེ་ག་རེ་འདུག་ད་སྔོག་དགོས་ཡ་དེ་རེད། ད་ལྟ་ངས་ད་འདི་འདི་གི། འོ་ཡ་ལེ་ཚན་འདྲ་བོ་ཅིག་ཟུར་དུ་གཏོང་ནས་བཟོ་དགོས་ཡ་ད་འདི་གི་ཚིག་གི་ངོ་བོ་དེ། ཁུངས་ལུང་རྒྱུ་མཚན་ག་རེ་འདུག། རྩིས་སྤྱི་ཡག་གི་ཆེད་དུ་ད་ད་འདི་འདི། ལན་ཚེ་ད་དུག་བྱས་ནས་བྲིས་པ་རེད། དེ་ཡིན་དུས་བརྩམས་པ་ད་ཐོག་མར་འདིའི་ནང་ལ་ག་རེ་ཟེར་གི་ཡོད་རེད། དམ་མིའི་དམ་རྩོད་ཟེར་གི་བཤད་གི་ཡོད་རེད། དམ་མིའི་དམ་རྩོད་ཟེར་ཡོང་དུས་ག་རེ་བཤད་གི་ཡོད་རེད། སྐུ་འཕྲེང་གོང་མ་ཚོ་གི་པའི་ཡང་སྲིད། དངོས་གནས་དུ་མ་རེད་ཟེར་བཤད་གི་ཡོད་རེད་ད། སྐུ་འཕྲེང་གོང་མ་ཚོ་གི་ཡང་སྲིད་དངོས་གནས་མ་ཡིན་པའི་གི་ཁུངས་ག་རེ་བསྐྱེལ་དགོས་རེད། རྒྱུ་མཚན་ག་རེ་བཀུག་ཡོད་རེད། འདི་རྒྱལ་བ་ལྔ་བྷ་ཡ་གི་གསུང་ཡིན་པ་ཡིན་ན་རྒྱལ་བ་ལྔ་བྷའི་གི་གསུང་དེ་ཚོ་ལ་ཁུངས་ལུང་སྐྱོན་ཚེ་གོ་རེད་ད་གོ་མ་རེད་ཟེར་དེ་རེད། རྒྱལ་བ་ལྔ་བྷའི་གི་གསུང་ལ་ཁུངས་ལུང་སྐྱོན་ཚེ་གོ་གི་མེད་ན་མོག་གོ་ཡོད་པའི་རྒྱུ་མཚན་ག་རེ་ཆགས་ཀྱི་ཡོད་རེད། རྒྱལ་བ་སྔགས་ལྷ་ལ་འདིས་སྤྲུལ་སྐུ་གྲགས་པ་རྒྱལ་མཚན་ཟེར་ཡ་དེ། པཎ་ཆེན་བསོད་ནམས་གྲགས་པའི་གི་ཡང་སྲིད་འཆི་མེད་ཀྱི་ཕྱི་མ། བསོད་ནམས་ཡེ་ཤེས། བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་མ་ཡིན་པའི་གི་ཁུངས་སྐྱེལ་ར་སྤྲོད་ག་རེ་བྱས་ཀྱི་ཡོད་རེད། ཁུངས་སྐྱེལ་ཡ་ག་རེ་ཡོད་རེད་རྒྱུ་མཚན་ག་རེ་བཤད་ཡ་ཡོད་རེད། དེ་རེད་ང་རང་ཚོ་རྒྱུ་མཚན་ཟེར་ཡ་གཅིག། རྒྱུ་མཚན་གཉིས་དེ་ག་རེ་རེད་ཟེར་ན། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདི་ཟེར་གྱི་ཡོད་ར་ད་སྨོན་ལམ་ལོག་པ་བཏབ་སོང་ཟེར་གྱི་ཡོད་ར། སྨོན་ལམ་ལོག་པ་ཟེར་ག་དུས་བཏབ་པ་རེད་ག་རེ་བཏབ་པ་རེད། སྨོན་ལམ་ལོག་པ་ཟེར་དེ་དཔེར་ན་སྤྲུལ་བའི་སྐུ་གྲགས་པ་རྒྱལ་མཚན་དར་རྫོང་རྒྱལ་པོའི་ཉིན་མོ་དེ་ན་བཏབ་པ་རེད་ཟེར་གྱི་ཡོད་རེད་དང་ཡང་ན་དེའི་སྔོན་ནས་སྨོན་ལམ་ལོག་པ་བཏབ་པ་རེད་ཟེར་གྱི་ཡོད་རེད་ག་དུས་བཏབ་པ་རེད་ཟེར་གྱི་ཡོད་རེད། སྨོན་ལམ་ལོག་པ་ག་རེ་བཏབ་པ་རེད། ག་སྲིད་སྨོན་ལམ་ལོག་པར་འདི་བཏབ་པ་དེ། གོང་མཁན་ཡང་ནི་རྒྱལ་བ་ང་བ་ཁོ་རང་རང་རེད་བས། སུས་གོ་བ་རེད། སྨོན་ལམ་ལོག་པར་བཏབ་པའི་གི་དཔང་རྟགས་ག་རེ་ཡོད་རེད། དཔེར་ན་དུས་སེ་ཡ་འདྲ་པོ་ད། ཨ་ནི་གོང་མཁན་སེ་ཡ་འདྲ་པོ་ད་དེ་སོགས་གོ་བར་བ་ནི། དེ་སོགས་དང་འབྲེལ་བའི་ཐོག་ནས་ད་སྨོན་ལམ་ལོག་པར་བཏབ་པའི་གི། ཁུངས་ལུང་རྒྱུ་མཚན་དཔང་རྟགས་ག་རེ་བཏོན་ཡ་ཡོད་རེད། རྒྱུ་མཚན་གཅིག་དེ་རེད། དེ་གནང་གི་གི། ངོ་བོ་དམ་སྲི་འབྱུང་པོ་རེད་ཟེར་བཤད་གི་ཡོད་རེད། སྤྲུལ་པའི་བསྟན་སྲུང་ཆེན་པོ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན། ངོ་བོ་དམ་སྲི་ཡིན་པའི་གི། ལུང་དང་རིགས་པ་ག་དྲི་ཁོང་སྐྱེ་ཡ་ཡོད་རེད་དེ་ལ་སྒྲུབ་བྱེད་ག་རེ་ཡོད་རེད། དེ་དང་འདྲ་བའི་དོན་ནི་བསྟན་དང་འགྲོ་བ་ཀུན་ལ་འཚེ་བགྱིད་ན་ཟེར་དུས་བསྟན་པ་དང་འགྲོ་བ་ལ་འཚེ་བ་བགྱིད་པའི་གི་དཔང་རྟགས་ག་རེ་གཏོང་ཡ་ཡོད་རེད། བསྟན་པ་འདི་ལ། འཚེ་བ་འདི་འདྲས་ཀྱི་བྱས་སོང་ཟེར་གི་ཡོད་རེད་དམ་ཡང་ན། བསྟན་པ་དང་འགྲོ་བ་ལ་འཚེ་བ་བྱེད་ཀྱི་མ་འོངས་པ་ནས་བྱེད་ཡག་རེད་རྒྱ་སེ་ཤེས་ཀྱི་ཡོད་རེད། ག་སྲིད་བསྟན་པ་དང་འགྲོ་བ་ཀུན་ལ་འཚེ་བ་བྱེད་མཁན་དེ་འདྲས་ཀྱི་ཡིན་པ་དེ་གོང་ས་ལྔ་པ་ཁོ་རང་གི་དངོས་གཞི་གི་མཁྱེན་སོ་ཟེར་གྱི་ཡོད་རེད་དམ་ཡང་ན་འདི་ཚོ་དེ་ཁོང་རང་གི་དངོས་ཡོད་གནས་ཚུལ་གྱི་སྒོ་ནས་མཐར་ཁུངས་སྐྱེལ་ཡག་རག་གྲགས་ཡག་ཡོད་རེད། བྱས་ཙང་ཚིག་འདི་ཚོ་ལ་ཁུངས་ལུང་རྒྱུ་མཚན་ག་རེ་འདུག། གོང་ས་བཅོས་བསྒྱུར་དག་གི་ཕྱོགས་ནས་དང་ད། འཛམ་བུ་སྐྱེ་ནས་འཛམ་བུ་ལས་ཡང་སྒོ་ང་རང་ཚོ་བོད་མི་ས་ཡ་དྲུག་གི་ནང་ལ་ད་སྤེལ། མགོ་ལ་ཞུ་ཡག་གི་སྤེལ། མཐོ་བ་ནང་བཞིན་གྱི་ད་དང་དེ་དེ་བྱེད་བསྡད་གི་ཡོད་རེད་དེ་བྱེད་བསྡད་དུས་རྩམ་པ་གོང་ས་མཆོག་ཁོང་རང་གི། འདིའི་གི། དམ་མིག་དམ་བཙོ་ཡིན་པའི་གི་པའི་ཁོངས་ག་རེ་སྐྱེ་ཡག་ཡོད། སྨོན་ལམ་ལོག་པར་བཏགས་པའི་གི་ཁོངས་ག་རེ་སྐྱེ་ཡག་ཡོད་བསྟན་དང་འགྲོ་བ་ཀུན་ལ་འཚེ་བ་བྱེད་པའི་གི་ཁོངས་ག་རེ་སྐྱེ་ཡག་ཡོད། རྒྱུ་མཚན་དེ་གསལ་བར་བཟོ་དགོས་ཁོ་རང་གི་དེ་རེད། དེ་རེད་མ་གཏོགས་པ་གོང་ས་ལྔ་པ་ཟེར་ཡ་དེ། རྩ་ཆེན་པོ་ཞུ་རྒྱུ་རེད་ཟེར་ང་དེ་སྤྲུལ་བ་ཡིན་དཱ་ཟེར། དེ་འདྲས་བྱས་ནས་ཨ་ནེ་གར་སོ་གུ་དེའི་གི་གོང་ས་ལྔ་པའི་གི་གསུང་དེ་ལ་དཔྱད་པ་བྱེད་མ་བཅུག་པའམ་ཁུངས་ལུང་རྒྱུ་མཚན་མེད་པ། མི་དགོས་པ་བྱས་དང་མེད་པ་བྱས་གི་ཐུགས་ན་ང་རང་ཚོ་འདུག་བྱས་དེ་ན། དེ་དངོས་ཡོད་གནས་ཚུལ་ཆ་བོ་རེད་བས་དྲང་པོ་རེད་བས་བདེན་པ་རེད་བས་རྩ་བ་ཉིད་ནི་མ་རེད། འོ་དེ་ཡིན་དུས་བརྩམས་པ་དག་ང་རང་ཚོ་གོང་ས་བཅུད་ཀྱི་བར་གྱི་ངོ་ནས་བཤད་པ་ཡིན་ན། འདི། མ་བགྲང་ཡག་ཏུ་གལ་ཆེན་པོ་ཞིག་དག་མ་རེད་འདི་ཁོང་བཅས་དགོས་རེད། འདི་ག་སྲིད། དངོས་ཡོད་གནས་ཚུལ་བདེན་པ་ཅིག་ཡིན་ཟེར་གྱི་ཡོད་ན། དངོས་ཡོད་བདེན་པ་དངོས་ཡོད་གནས་ཚུལ་ཡིན་པའི་གི་ཁོང་གི་ཁོ་རང་གི་བཅས་དགོས་ར་དེ་དངོས་ཡོད་གནས་ཚུལ་རེད་བདེན་པ་རེད་ཟེར་ཉེན་དེ་ཁོ་རང་རེད་ཡིན་དུས་བརྩམས་པ་དག་འདི་ཁོང་བཅས་ཉེན་དུ་སུ་ཆགས་གི་ཡོད་ར་ཁོ་རང་རེད། ཁོངས་ག་རེ་བཅད་དགོས་ཀྱི་ཡོད་རེད་དམ་མི་དམ་ཚོད་ཡིན་པའི་ཁོངས་བཅད་དགོས་རེད་དམངས་ལ་ལོག་པར་བཏབ་པའི་ཁོངས་བཅད་དགོས་རེད་དམ་སྲིད་འབྱུང་པོ་ཡིན་པའི་ཁོངས་བཅད་དགོས་རེད། ཧམ་པ་སྐྱག་རྫུན་རྐྱང་རྐྱང་བཤད་ནས་ད་ད་ལྟ་བར་དུ་ཡོང་བ་རེད་དེ་ཁོངས་ཁེ་འཆུ་གི་མི་འདུག་ང་ཚོ་དེའི་གི་མགོ་སྐོར་འུ་ལ་ཚུད་དེ་ནས་ད་ལྟ་ཡོད་དང་ཡོད་རེད་དེ་ཡིན་ན་ཡང་ང་རང་ཚོ་གི་ངོས་ནས་བཤད་ན་དེ་ལ་རྨོངས་དད་ཀྱི་མགོ་དེའི་གི་ལ་རྨོངས་དད་བྱེད་དང་དེའི་མགོ་སྐོར་འུ་ལ་ཚུད་སྲིད་ཀྱི་མ་རེད། མེད་པའི་ཡིན་དུས་བརྩམས་པ་དེ་གའི་ཁ་ཐིག་འདྲ་བ་དེ་ང་ཚོ་ཆགས་བསྡད་དུས་བརྩམས་པ། ད་གོང་ས་མཆོག་ཁྱེད་རང་གིས་ནི། འདི་ཁོང་ག་རེ་བྱེད་ཡ་ཡོད་ཟེར་རྒྱུ་མཚན་དེ་རེད་ད། ང་ཚོས་ཞུ་ཡ་དེ་རེད། སྤྱིར་ན་གོང་ས། ཆོས་རྒྱལ་བ་ཆེན་པོ་མཆོག་གིས་ད་ད་ལྟ་ང་རང་ཚོ། ཁྲོས་པའི་བསྟན་སྲུང་ཆེན་པོ་རྒྱ་ཆེན་རྡོ་རྗེ་ཤུགས་ལྡན། ལགས་ཀྱིས་མཚན་སྨོད་ཞུ་ཡ་དང་སྐུ་པར་བཏབ་ཡ་དེ། རྒྱལ་བ་ལྔ་པ་ཟེར་ཡ་དེ་བོད་སྐད་ཀྱི་ལག་ཆ་བྱེད་ཡ་དེ་ང་རང་ཚོ་དགེ་ལུགས་པའི་ངོས་ནས་བཤད་ན་ཚད་ལས་འདས་པའི་གི་ཐུབ་ཚོགས་རེད་དབང་གཡོག་རེད་དྲང་པོ་བཤད་ན། ག་རེ་རེད། གཟིམ་ཁང་གོང་འོག་ཟེར་ཡ་དེ། གཟིམ་ཁང་གོང་འོག་གཉིས་ཀྱི་ངོས་ནས་བཤད་པ་ཡིན་ན་གཟིམ་ཁང་གོང་མ་ལ་ཉེས་པ་གང་ཡང་མེད་པ་ཅིག་གཟིམ་ཁང་འོག་མའི་གི་བའི་མི་སོ་ཁྲག་གཅིག་བྱས་དེ་ནས་གཟིམ་ཁང་བླ་བྲང་དང་བཅས་པ་རྩ་མེད་ཤུལ་ལག་ཏུ་བཏང་ཡོད་རེད། དེ་ལ་ཁོང་དང་རྒྱུ་མཚན་ཇིའི་ཐོག་ནས་ང་ཚོ་སྐོར་ལ་ཞོལ་ཡོང་དུས་བརྩམས་པ་ང་ཚོ་དགེ་ལུགས་པ་ལ། མཐོང་ཆུང་བྱས་པ་རེད་ཆེ་བསུ་བྱས་པ་རེད་དབང་ཡོད་བྱས་པ་རེད་དྲང་པོ་བཤད་ན། འཇིག་རྟེན་འདི་གི་ཐུགས་ལ། བསྒྲལ་ཡ་ཟེར་ཡ་དེ་བི་ཀི་ཀའི། བསྒྲལ་ཡ་འམ་བྱོལ་ཡ་དེ་བི་ཀི་ཀའི་བཀའ་སོགས་ཀྱི་རེད། བྱོལ་བོང་འམ། སྤང་ཐག་བཅས་ལ་དུས་ནམ་ཡང་ཡོང་ཡ་ཡོད་མ་རེད། གཟིམ་ཁང་གོང་འོག་གཉིས་ཀྱི་ངོས་འདི་བཤད་པ་ཡིན་ན་གཟིམ་ཁང་འོག་མ་དེ་ག་རེ་རེད། སྒྲ་ཡ་རེད་བརྗོད་ཡ་རེད་དྲང་པོ་བཤད་ན། དེ་ཡིན་དུས་རྩམ་པ་དེ་འདྲས་ཀྱི་སྒྲ་ཡ་དེ་བརྗོད་ཡ་དེ་བི་གི་དཔང་པོ་འདྲ་པོ་བྱེད་ཡོང་གི་རེད་པས། དེ་གི་སྒྲ་ཡ་བརྗོད་ཡ་དེ་དཔང་པོ་བྱེད་འདུག་ན་སྐད་ཆ་བཤད་ཡོང་དུས་རྩམ་པ་དེ་ཕྱོགས་རིས་ཀྱི་སྐད་ཆ་རེད་དམ་མ་རེད། དེ་དངོས་ཡོད་གནས་ཚུལ་ཅིག་གི་དཔེ་དཀྱིལ་ལ་ལངས་ནས་སྐད་ཆ་དེ་བཤད་ཀྱི་ཡོད་རེད་ཡོད་མ་རེད། དེ་ཚ་དེ་ཡིན་དུས་རྩམ་པ་འདི་ཚོ་ཚང་མ་ལོག་སྟེ་ང་རང་ཚོ་ཐུབ་ཚུགས་བཏང་བ་ཅིག་ཤ་སྟག་རེད་དྲང་པོ་བཤད་ན། འཇིག་རྟེན་འདི་གི་ཐོག་ལ་ལམ་དང་ལུགས་སྲོལ་གང་ཡང་མེད་པའི་གི་པའི་རྒྱུ་མཚན་རེད་དེ། བི་གེ་གི་ཁ་ཐིག་ཟེར་ཡག་འདྲ་བོ་ད་ལྟ་གར་སོ་གོར་མི་སོ་ལག་དམར་བར་དུ་བི་གེ་གི་དཔང་པོ་ལ་བཙོག་དོགས་ནས་སྐད་ཆ་བཤད་ཡོང་དུས་ཙམ་པ་ཨ་ནི་བསད་ཡག་དེ་དུས་ནམ་ཡང་དེ་གི་ཕྱོགས་ལ་གར་སོ་གོ་རེ་དཀར་པོ་ཁྱ་ཡ་མེད་པ་དེ་གསལ་པོ་བསད་ཆང་འདྲ་བ་ཁོའི་ཁ་ནང་ན་དེ་གར་སོ་གོ་ཉན་པ་ཡོད་མ་རེད་དཀར་པོ་རེད་ཟེར་ནས་དུས་ནམ་ཡང་བཤད་གི་མར་བ་དེ། འོ་དེ་ཡིན་དུས་ཙམ་པ་ད་ད་ལྟ་དེ། ད་མིན་དམ་ཚིག་གྲོགས་པ་རྒྱ་མཚན་ཞེས་པའི་གི་ད་གཟུ་དཔང་ཟེར་ཡ་དེའི་གི་པའི། འདི། གཙོ་མཁན་སུ་ཡིན་མེད་ཅིག་ད་ཨ་ནེ་གཙོ་བོ་ད་ད་ཚིག་ཁོ་རང་གི་པའི། ད་ད་དེའི་གི་ནང་ན་བསྟན་དོང་ཞིག་འདུག་ཨ། སྨོན་ལམ་གར་ས་དགོས་རེད་ཅིག། ད་མི་དམ་ཚོད་ཟེར་ཡག་འདྲ་བོ་ཅིག་དང་སྨོན་ལམ་ལོག་པར་བཏགས་པ་རེད་ཟེར་ཡག་འདྲ་བོ་ཅིག་དང། ཨ་ནི། བསྟན་པ་དང་འགྲོ་བ་ཁོ་ན་འཚེ་བ་བྱེད་པ་རེད་ཟེར་ཡག་ད་བརྗོད་བྱ་དེ་རེད་བ་ཚིག་དེ་གི་ནང་དོན། འོ་དེ་ཚོ་དེ་ཁུངས་སྐྱེལ་དགོས་རེད་ཟེར་ཤེས་གི་ཡོད་རེད། ཁུངས་སྐྱེལ་ཡ་མེད་པ་ཡིན་ན། འདི་དྲི་སྙན་དེ་གི་ཡང་ཧམ་པ་རེད་ལ་ནི། འདིའི་གཞུང་མ་བེད་སྤྱོད་བཏང་ཉིན་དེ་གི་ལའང་ཧམ་པ་སྐྱག་རྫུན་རེད་དུ་ཡོད་རེད། བྱས་ཙང་དེ་འདྲིས་ཀྱི་ང་རང་ཚོ་བེད་སྤྱོད་བཏང་འདུག་ན་ད་ང་རང་ཚོ་བོད་མི་ས་ཡ་དྲུག་གི་ནང་ལ་ཁ་དང་ཁ་བའི་དབྱེ་འབྱེད་བྱས་ཡོང་དུས། ད་འདིའི་གི་ལས་ཀ་དེ་དཀར་པོ་གྱི་རེད་འདུག་སོ་ནག་པོ་གྱི་རེད་འདུག། ད་ང་རང་ཚོ་མ་འོངས་པའི་གི་ངོ་ནས་བཤད་པ་ཡིན་ན་ད་ད་ལྟ་འདི་ཚོ་དེ་གནད་འགག་ཆེན་པོ་ཞེ་དྲག་རེད་བསམ་གི་ཡོད་དེ་རྣམ་པ་ཚོ་གི་འཆད་ངེས་ཡོད་རེད་འདི་ནི་གལ་ཆེན་པོ་ཞེ་དྲག་རེད་གནད་འགག་ཆེན་པོ་རེད། འདི་ཚོ་གི་ཐུགས་ལ་ང་རང་ཚོ་བསམ་བློ་གཏིང་ཟབ་པོ་གྱི་གཏོང་དགོས་ཡ་རེད་མ་གཏོགས་པ་གི་འདི་ཚོ་གི་ངོ་ནས་ང་རང་ཚོ་གང་ལྟར་མཐར་དགོས་གི་ཡོད་རེད་ད། འདི་གསོ་བོ་ནི་ང་རང་ཚོ་མཐའ་ཡག་མེད་པ་བརྒྱུད་འདི་གསོ་བོ་ནི་མགོ་བཀྱག་མ་ཐོག་ནས་ང་ཚོ་དུས་ནམ་ཡང། བསྟན་པ་འདི་ལ་ད་གར་གསོད་དགོས་རེད་དག་ཐེར་འདྲ་བོ་ཞིག་བྱེད་ཐུབ་ཀྱི་ཡོད་མ་རེད། བསྟན་པ་འདི་གཙང་མ་ཡིན་པ་བརྒྱུད་ད